དཔེར་ན་ཁྱེད་རང་ལ་མུ་མཐུད་ཅིག་གསུངས་ན་སྡུག་བསྔལ་གར་དོགས་ད། དོན་དུ་འདུག། ཧུན།
ཁྱེད་རང་གཟིགས་ད། ཧུན། ང་གཟུགས་པོ་ཆུང་འདྲ་ཤག། མི་ཆུང་གསེར་གྱི་རྡེའུ་ཆེ་བ་རེད། ང་གདོང་པ་ནག་འདྲ་ཤག། ཉི་མའི་ཚིག་གི་ཐོག་སེམས་ཁྲལ་མེད་པ། ང་མིག་ཆུང་འདྲ་ཤག། ལྷག་པ་བརྒྱབ་ན་ཐལ་ལ་འཚང་གི་མ་རེད། ང་སྣ་བོང་ཆེ་འདྲ་ཤག། དབུགས་གཏོང་དུས་སྲིད་སང་སང་ཡོད་རེད། ང་མགོ་ཀླད་དམར་རེད་ཤག། རྒྱུགས་ཤས་ཉོ་དགོས་མེད་པ། གང་ལྟར་ང་དོགས་ཉེས་པོ་འདུག། ད་བྱས་ན་དོགས་སྐྱོང་རེད།
ད། དོགས་སྐྱོང་རེད་ལ། དེ་ཡང་ནི།
སྐྱེ་དུས་ནས་དོགས་འདི་ལས་མེད་པ། དེའི་སྡུག་བསྔལ་བྱས་མ་བྱས་ཆོག་ག་རེ་བ་རེད་ཨ་ནི། འོ་རེད་མི། རེད།
གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་བྱ། གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་བྱས་པ་རེད། དེ་ལ་མི་དགའ་བྱས་ཅི་ཕན། འོ། དངོས་གནས་ཡག་པོ་གསུངས་གནང་འདུག་བ། རེད་ད་རེད། ང་ཚོའི་བསམ་བློའི་སྟོང་ཕྱོགས་འགྱུར་ན་སྡུག་བསྔལ་བདེ་ལ་གྱུར་གྱི་རེད། བསམ་བློའི་སྟོང་ཕྱོགས་འགྱུར་ན་སེམས་ལ་སྟོབས་ཤུགས་སྐྱེ་གི་རེད། བསམ་བློའི་སྟོང་ཕྱོགས་འགྱུར་ན་སོ་སོས་སོ་སོར་དགའ་པོ་ཡོང་གི་རེད།

གད་སྒྲ་དྲུག་ཅུ་གྲ་ཟུར་རེད་ཨ། ང་གྲྭ་ལོ་ལའི་ཚིག་གཅིག་ཅེས་གང་མིན་ལ། ཚིག་ཡག་པོ་མི་འདུག་དྲང་པོ་བྱེད་ཅིག་མི་སྨྲ་བའི་སྨྲ་བྱ་རུ་གྲ་ཟུར། བཀའ་བློན་ཟུར་པ་ལ་བཀའ་ཟུར། དགེ་རྒན་ཟུར་པ་ལ་དགེ་ཟུར་ལས་བྱེད་ཟུར་པ་ལ་ལས་ཟུར། གྲྭ་བ་ཟུར་པ་ལ་གྲྭ་ཟུར། What a big deal མ་རེད་བས། གས་མ་རོ་བ་དྲང་པོ་བྱེད། ཁོ་མི་ཚེ་གཅིག་གི་མི་རྗེ་གཅིག་བྱམས་མ་མང་བོ་རུ་གྱོན་བསྡད་ར་གས་མ་རེད། མི་ཚེ་གོང་ལ་གཞན་མང་བོ་དུ་གྱོན་བསྡད་ར།

གྲྭ་ཟུར་སྙིང་རྗེ་སྙེ་མ་འཛམ་གླིང་མཐོང་ཡོད་མ་རོག་ད་ད་འཛམ་གླིང་མཐོང་རོག་ད་ཧང་སང་ད་ཞོག་གི་ཚུལ་དུ་ཞི་བ་ནི་ཡར་ལང་གི་རེད་སྙེ་ནི་གོང་ཚུལ་དུ་ཞི་བ་ལང་གོ་རོག་བྱ་གཅིག་མར་ད་བོད་བྱ་གོ་སྔ་མོ་གོ་གཉིས་བྱ་ཟོས་ཞིག་རེད་ཀྱི་མའི་ལང་རྒྱུ་རེད་བྱ་བོད་བྱ་སྔ་མོ་གཉིས་བྱ་ཟོས་ད་རེད་བྱ་དམ་རེད་རེད་ཨ་འདམ་གྱི་དམ་མེ་ཡིན་པ་རོག་གྲྭ་ཟུར་ཨ།